བཀྲ་ཤིས་བདེ་ལེགས་ད་འདི་རིང་ང་ཚོའི་བརྗོད་གཞི་དེ་ང་རང་ཚོ་བཙན་བྱོལ་གྱི་ནང་ལ་ཡ་ནི་སོ་སོའི་རྒྱལ་ཁབ་ཀྱི་ཆེད་དུ་འཐབ་རྩོད་བྱེད་པའི་སྐབས་ལ་ཡ་དམངས་ཚོགས་སེང་གི་ལག་རྟགས་འཇལ་བ་རུ་བྱེད་ན་རྡོག་རྩ་གཅིག་སྒྲིལ་བྱས་ནས་ཡ་ནི་ང་རང་ཚོའི་འཐབ་རྩོད་ལ་ཡ་གནད་ལ་འཁེལ་བ་བྱས་ཏེ་བར་ཆད་ཡོང་གི་རེད་ཟེར་མཁན་ཁག་ཅིག་ཡོད་རེད་ད་འདིའི་ཐད་ལ་ཡ་ནི་ནུབ་ཕྱོགས་ཀྱི་མཁས་པ་ཚོས་ག་རེ་གསུང་གི་འདུག་ལྷག་པར་དུ་དུས་རབས་ཉི་ཤུའི་ནང་ལོར་ལ་ཡ་དམངས་གཙོའི་ཐད་ལ་ཡ་མཁས་པ་ཡོད་ནོ་མེད་ནས George Orwell ད་ཁོ་རང་གི་ད་ལྟ་བུ་དུ་རྩོམ་མང་པོ་བྲིས་གནང་ཡོད་རེད་དམིགས་བསལ་གྱི་ཡ་ནི་དེབ་སྐད་ར་ཆེན་པོ་གཉིས་བྲིས་ཡོད་རེད་བ། Animal Farm། ཟེར་ཅིག་དང Nineteen Eighty Four། ཟེར་ཅིག་ཁོང་གིས་ག་རེ་གསུངས་བཞག་དེའི་སྐོར་ཡིན། སྤྱི་བཏང་དམངས་གཙོ་ཟེར་དེ་མིའི་སྤྱི་ཚོགས་ག་བར་ཡིན་ནའི་རང་དབང་བསྐྲུན་ཡའི་ཆེད་དུ་ལ་ཡ་ཧང་སང་ཡའི་དགེ་རྒན་ཆེན་པོ་ཆགས་ཅི་བསྡད་ཡོད་རེད། ལྷག་པར་དུ་བཙན་བྱོལ་གྱི་གནས་བབ་དང་འཐབ་རྩོད་བྱེད་བཞིན་པའི་སྐབས་དེ་ལ་ཡ་དེ་བས་ཀྱང་གལ་ཆེན་པོ་རེད་ཅེས་གསུངས་བཞག་དཔེར་ན་ཆ་བཞག་ན་རྒྱ་ནག་གི་མའོ་ཙེ་ཏུང་རེད། ར་ཤེ་ཡའི་སྟར་ལིན་རེད། འཇར་མ་ནི་གི་ཧིད་ལེར། དག་ན་ཆེན་པ་ཨི་ཏི་ལི་གི་མོ་སོ་ལི་ནི་ཡོ་རོ་པ། དེ་ཚོ་ཚང་མ་ཨ་ནི་རྒྱལ་རབས་ལུ་གུའི་ནང་ལོགས་ལ་ཡང་དབང་འཛིན་པ་དང་སྒྲིག་འགྲེལ་སྤྲོད་ཆགས་ཅིང་བསྡད་རོ་པ། ད་ཐོག་མར་ཁོང་ཚོ་དབང་ཆ་དེ་ག་འདྲས་ཅིང་ཟིན་པ་རེད་ཅིང་ཞུ་བ་ཡིན་ན་ཁོང་ཚོ་ཚང་མ་མི་དཀྱུས་མའི་འདྲེས་ཅིང་པ་རེད་ད་ཁོ་རང་ཚོའི་ནང་ཁུལ་ནི་ཡག་ཅིག་ཤ་ཞེན་བྱེད་ཅིང་ནི་སོ་སོའི་ཐབས་རྩོལ་གྱི་གོ་སྒྲིག་ཡག་དགོས་ཨ་མི་མང་ཚང་མས་བློས་བཀལ་ཅིང་ནི་དབང་ཆ་ཆ་ཚང་དེ་ཚོར་ཡང་སྤྲད་ཨ་ག་ལེ་ག་ལེ་སོ་སོའི་ཐབས་རྩོལ་གྱི་འབྲས་བུ་དེ་གསོན་པའི་ཞུ་སྒོ་ལ་ཡང་ཨ་ནི་ཁོང་ཚོ་རྒྱལ་པོ་ཆགས་ཅིང་ནི་ཁོང་ཚོའི་མི་མང་ལ་ཡང་ཨ་ནི་མཉམ་སྤྱོད་བྱེད་འགོ་བཙུགས་རོ་པ། བྱས་ཙང་དོན་དམ་པའི་ཐོག་ནས་མི་མང་གི་དཀའ་ངལ་གཙོ་བོ་དེ་སེལ་ཐུབ་ཡོད་མ་རེད། བྱས་ཙང་དམངས་གཙོའི་དམིགས་ཡུལ་གཙོ་བོ་དེ་འབྱུང་ན་མི་ཡག་པོ་ཅིག་དང་འོས་ཤིང་འཚམས་པ་ཅིག་དབུ་ཁྲིད་ལ་སླེབས་དགོས་ཀྱི་ཡོད་རེད། ད་ཡིན་ནས་དེ་ལས་གལ་ཆེ་དེ་ག་རེ་རེད་ཅེས་ཞུ་བ་ཡིན་ན་མི་སྡུག་ཤོས་དེ་བཀའ་ཡག་གི་ཆེད་དུ་རེད་ཅེས་གསུངས་གནང་བཞག། ད་ཅི་ད་ང་རང་ཚོས་རྒྱུན་དུ་ནས་ད་བསམ་བློ་ཡག་པོ་ཞིག་བཏང་པ་རུ་བྱེད་ན་དཔེར་ན་ཕ་མ་གཅིག་ནས་སྐྱེས་པའི་སྤུ་གུ་ཚད་མ་དེའི་ངོས་ནས Identical Twins ད Identical Twin སི་ཏུས་ས་ནས་ཁོ་རང་གཉིས་ཀྱི་རིགས་ཀྱི་རྒྱུ་ཡོད་རུང་བ Genetic Level ལ་ཡང་གཅིག་པ་གཅིག་རྐྱང Photo Copy རྒྱག་པ་ནང་བཞིན་བྱེད་བདེན་དོན་ཁོ་རང་གཉིས་ཀྱི་གཞི་རྩའི་བསམ་བློ་ཡང་མཐུན་གྱི་མ་རེད་ཅིག་ཅར་བོད་ཆོས་ལ་དགའ་པོ་ཡོད་ན་ཞེས་པ་འདི་ཅང་སྔ་མོར་དགའ་པོ་ཡོད་པ་བྱས་ཙང་ང་རང་ཚོའི་བསམ་བློ་མཐུན་པ་དང་ལྟ་བའི་ཐོག་ནས་རྡོག་རྩ་གཅིག་སྒྲིལ་གྱིས་བསམ་བཏང་གི་ཡོད་པ་ཡིན་ན། ང་འདི་ནམ་ཡང་ཡོང་གི་མ་རེད། ད་དོན་དངོས་པོའི་རྡོག་རྩ་གཅིག་སྒྲིལ་དེ་ག་དུས་ཡོང་གི་རེད་ཅེས་ཞུ་བ་ཡིན་ན། ཕར་ཚུར་ཕན་ཚུན་གྱི་བསམ་བློ་མ་མཐུན་པ་དང་ལྟ་བ་མ་མཐུན་པ་དེ་ཡོད་པ་ཤེས་བཞིན་དུ། ཕར་ཚུར་དགུ་ཐུག་བཅས་ལྷོད་ཤག་བཅས་ཤོར་བ། ཨ་འདི་གལ་ཆེན་པོ་རེད་ཅེས་གསུངས་ཤག། ཨ་ལྷག་པར་དུ་ང་རང་ཚོ་དམ་པ་བཙན་བྱོལ་གྱི་གནས་བབ་མི་འདོད་ས་ནས་ང་རང་ཚོས་ཀྱི་ལས་འགུལ་དེ་ཚོར་དང་མ་ཚོར་འདི་ཚོ་འཛམ་གླིང་གི་རྒྱལ་ཁབ་སྤྱི་དང། ཨ་ནི་ཚོགས་པ། དག་ན་བཞིན་པ་མི་མང་ལ་ཡ་རང་ལས་འདོད་ས་ནས་ང་རང་ཚོ་རྒྱུན་རིང་པོའི་ཐད་ལ་ཡ་རྒྱབ་སྐྱོར་ཅིག་དགོས་ཀྱི་འདུག་ན། ཨ་ནི་དམངས་གཙོ་ཧྲ་ཐག་ཐག་ཡོང་ཨ་འདི་ཧ་ལས་པའི་གལ་ཆེན་པོ་རེད་བྱས་ནས་མཁས་དབང་ཁག་ཅིག་གསུང་གནང་བཞག། ང་རང་ཚོ་ནང་ལོག་ལ་ཡ་ལྟ་བའི་ཆ་ནས་འགྲན་རྩོད་ཡོད་པ་ཡིན་ནས་ད་དོན་ཆེ་ས་རྒྱ་ནག་དང་བོད་ཀྱི་སྒང་ལ་སླེབས་དུས་ས་ནས་སོ་སོའི་ནང་ཁུལ་གྱི་འཐབ་རྩོད་དུ་འཕག་བཞག་ནས་རྡོག་གཅིག་ལ་འདྲེས་ཏེ་གལ་ཆེན་པོ་རེད་བྱས་ནས་གསུང་གནང་བཞག་ད་ང་རང་ཚོའི་སྤྱི་ཚོགས་ཀྱི་དམངས་གཙོ་ལ་ཡ་ལྟ་སྟངས་དེར་གཞོལ་བ་རུ་བྱེད་ན། ད་བརྩེགས་པ་ཆེན་པོ་གཅིག་སྒང་ལ་ཡ་གླང་ཆེན་གྱི་རིང་པོ་ཆེན་པོ་བཞི་པོ་གཞོལ་བ་རུ་བྱེད་ན། ད་འདི་མི་སུས་བལྟས་ནས་སྔོན་ལ་ཅན་དངོས་གསལ་རྡོ་བུ་བཞི་པོ་མཐོང་དགོས་རེད་པ། ད་ཡིན་ན་ང་རང་ཚོ་མང་པོ་གཅིག་གིས་འདི་མཐོང་རྒྱུ་ཡོད་མ་རེད་འདི་རྒྱུ་མཚན་འདི་ང་རང་ཚོ་རྩིག་པའི་འགྲམ་རེད་ཡ་ཐག་ཉེ་ཐག་རེད་ཆོད་ནི་རེད་བ་ད་ལྟོགས་ས་རྒྱབ་ཏུ་ཤི་གོ་རུ་ཤི་ན་ཨ་ནི་ཁྲ་ལ་མེ་ཡི་ཐོང་ཡ་ཤོག་རེད་བ་དཔེ་འདི་ནང་བཞིན་གི་དམངས་གཙོ་སྲིད་དུ་ས་ནི་ནུབ་ཕྱོགས་ཀྱི་ལྟ་བ་ཞིག་རེད་ནུབ་ཕྱོགས་ཀྱི་མཁས་པ་ཚོ་ག་རེ་གསུང་གི་འདུག་ཨ་འདིའི་ག་ལ་ཡག་གུ་འདུག་བྱས་ཏེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ཨ་རྣམ་པ་ཚོ་ཐུགས་རྗེ་ཆེ།